ཡ། ད་ཁ་སང་དེ་སློབ་གཅིག་གིས་དེ་ནས་ལྕམ་དྲུག་གི་སྡོམ་པ་ཅིག་གོ་གི་འདུག་དེ་འདྲའི་བསྐུལ་མ་གནང་སོང་བསྡད་འདུག་དེ་རིང་ད་ལྕམ་དྲུག་གི་སྡོམ་པ་དེ་བྱེད་ཡ་ཡིན།

དེ་ནས་མ་འོངས་པ་ལ་དཀའ་ལས་དཀའ་ལས་ཁྱེད་རང་ཚོས་དེ་ནས་དོ་སྣང་བྱས་ན། དེ་ནས་སྐྱབས་འགྲོའི་སྐོར་ལ་མུ་མཐུད་ནས་དེ་ནས་སློབ་སྦྱོང་བྱས་བསྡད་པ་ཡིན་ན་དེ་ཧ་གོ་རྒྱུ་རེད་དྲན་གྱི་འདུག་ད་ཡིན་ན་ཡང་ཁྱེད་རང་ཚོ་རྒན་པ་ཁ་ཤས་ཀྱིས་གཅིག་བྱས་ན་དེས་དེས་དགོས་ན་ཅི་བྱེད། དེ་ནས་རྒྱ་ཆེན་པོ་ངས་ད་ལྟ་ལབ་ཡག་གི་དུས་ཚོད་ཡང་མི་འདུག་དེ་ནས་ལབ་དགོས་ཡ་ཡང་མི་འདུག་དེ་ནས་ད་སྐྱབས་འགྲོ་གི་སྡོམ་པ་ཞུ་ཟེར་དུས་ང་ཚོའི་བོད་པ་ཚོ་གི་གཅིག་ལབ་ཡ་ལ་ག་རེ་ཡོད་རེད་ཟེར་ན་ཕྱི་པ་ནང་པ་སྐྱབས་འགྲོས་ཆེ་ཟེར་ནས་ནང་པ་སངས་རྒྱས་པ་ང་ཚོ་ནང་པ་ཡིན་ཟེར་ལབ་ཡ། ཁོ་ཚོ་ནང་པ་མ་རེད། ཡང་ན་ནི་ང་ནང་པ་མེད་ང་ནང་པ་ཡིན་དེ་འདྲས་ཀྱི་དབྱེ་བ་འབྱེད་དགོས་ཀྱི་ཡོད་ན། དེ་ནི་སྐྱབས་འགྲོ། སྐྱབས་འགྲོ་ཡོད་མེད་ཀྱི་རྒྱུ་མཚན་དེ་ཁས་བྱས་ནས། སངས་རྒྱས་ལ་སྐྱབས་སུ་འགྲོ་ཆོས་ལ་སྐྱབས་སུ་འགྲོ་དགེ་འདུན་ལ་སྐྱབས་སུ་འགྲོ་དེ་འདྲས་འགྲོ་མཁན་གཅིག་ལ་དེ་ནི་ནང་པ་སངས་རྒྱས་པ། དེ་ནས་སངས་རྒྱས་ལ་སྐྱབས་སུ་འགྲོ་བ་དང། ཆོས་ལ་སྐྱབས་སུ་འགྲོ་བ་དང་དགེ་འདུན་ལ་སྐྱབས་སུ་འགྲོ་བ་མ་ཡིན་ན། དེ་ནི་ཁོ་ནང་པ་མ་ཡིན་པ། འོ་དེ་འདྲ་ཆགས་ཀྱི་ཡོད་རེད། ད་དེ་ག་ཙམ་ཞིག་བྱེད་རང་ཆགས་དགོས་ཀྱི་རེད། དེ་ནས། ལྕམ་སྒྲོག་གིས་སྡོམ་པ་ཞུས་ཟེར་དུས། ད་སྡོམ་པ་ཟེར་མཁན་དེ་ཡང་གཅིག་ཁས་ལེན་འདྲ་པོ་ཞིག་ཆགས་ཡོད་རེད་ད་ཁས་ལེན་འདྲ་པོ་ཅིག་དཔེར་ན་ངས་སྐྱག་རྫིང་བཤད་གིན་མེད་ཟེར་གིན་འདྲ་པོ་ཁས་ལེན་བྱེད་ཡ། ངས་རྐུན་མ་རྒྱབ་གིན་མེད་ཟེར་གིན་འདྲ་པོ་དེ་འདྲ་ཡོད་རེད་བ་ཁས་ལེན་བྱེད་ཡ། ད་དེ་འདྲའི་ཅིག་ཕལ་ཆེར་སྡོམ་པ་དེ་དེ་འདྲའི་གོ་བ་ལེན་ན་འགྲིག་གིན་མེད་འགྲོ་ད་ད། དེ་ནས་དང། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་ཚར་བའི་ཞུ་གུ་འདི་ལ། དེ་ནི་ཡིན་གཅིག་མིན་གཅིག་ཁས་ལེན་དགོས་ཡ། ཁ་ཤས་ཀྱི་ཡོད་རེད་ད་ཁ་ཤས་ཟེར་ན་གསུམ་བརྩི་གཅིག། དེ་ནས། སངས་རྒྱས་ལ་སྐྱབས་སུ་འགྲོ་ཚར་བའི་ཞུ་གུ་འདི་ལ། དེ་ནི་ལྷ་གཞན་དག་ལས་ཡ། སྐྱབས་སུ་འགྲོ་ཉན་གྱི་མ་རེད། དེ་ནས་ཁྱོད་ལ་སྐྱབས་སུ་འགྲོ་ཚར་དུས། དེ་ནས་གང་ཟག་སེམས་ཅན་ལ་གནོད་པ་བྱེད་ཡ་སྟེ་གནོད་པ་འཚེ་བ་བྱེད་ཉན་གྱི་མ་རེད། དེ་ནས་དགེ་འདུན་ལ་སྐྱབས་སུ་འགྲོ་དུས། གྲོགས། དེ་ནས་ནང་པ་མ་ཡིན་པ་དེ་འདྲས། ཕྱི་པ་དེ་འདྲས་དང་མཉམ་དུ་དེ་ནས

བརྗེད་ཉན་གྱི་མ་རེད། ཡེ་ཤུ་གི་ཡེ་ཤུ་ལ་ཡང་མགོ་བཏགས་ཉན་གྱི་མ་རེད་ཟེར་བ་རེད་ད། དེ་ནས་ཁ་ཆེ་ལ་ཡང་མགོ་བཏགས་ཉན་གྱི་མ་རེད། ཧིན་དུ་ལ་ཡང་མགོ་བཏགས་ཉན་གྱི་མ་རེད། ཁོ་རང་ནང་པ་རང་བྱས་པ་རེད། ད་སྐད་ཆ་གོ་བ་དོག་གང་ཟེར་གོ་བདེ་བོ་ཅིག་བཤད་ན། དེ་བཤད་དུས་ཡང། ཡེ་ཤུ་ཟེར་མཁན་དེ་སྡུག་ཅག་རེད། ཁ་ཆེ་ཟེར་མཁན་དེ་སྡུག་ཅག་རེད། ཧིན་དུ་ཟེར་མཁན་དེ་སྡུག་ཅག་རེད། ང་ཚོ་ནང་པ་སངས་རྒྱས་པ་དེ་ཡག་པོ་རེད།

དེ་ནས་ཁོ་འགྲོ་ས་ལམ་འགག་ལྟར་མ་འདི་ལ་འགྲོ་ཉེན་སྤྲོ་མཁན་དེ་ཚོ་འདི་ནས་མང་འགྲོ་ཡ་མེད་རེད། སྦེལ་ཇི་ནཱ་ད་ལ་འགྲོ་མཁན་དེ་ཚོ་འདི་ནས་མང་འགྲོ་གི་རེད་མ་གཏོགས་ཡང་འགྲོ་ཡ་མེད་རེད་དེ་ཟེར་གི་བ་རེད་མ་གཏོགས་ཡག་སྡུག་གི་སྐད་ཆ་ཞི་དྲག་ལྷང་མ་རེད་དེ། ག་རེད་ཟེར་ན་བསམ་བློ་བཏང་བཏང། ད་ལྟ་བ་ཟེར་གི་རེད་བ་བསམ་བློ་བཏང་བཏང། དེ་ནས་བསམ་བློ་བཏང་བཏང་དེ་ག་ཡིན་པའི་གི་རྒྱུ་མཚན་གིས་དེ་ནས། མི་ག་རེ་ཟེར་གི་རེད། ལས་ཀ་ལས་སྟངས་ཡང་ཁ་ཁ་ཆགས་ཀྱི་རེད། བྱས་ཙང། དེ་ནི་ནང་པ་ཡང་ཡིན་དེ་མཁན། ཧིན་དུ་ཡང་ཡིན་དེ་མཁན། དེ་ནས་ཡང་ན་ཡེ་ཤུ་དང་དེ་འདྲའི་གང་གང་མཉམ་དུ་རུག་རུག་བྱས་དེ་འདྲས་ཡོད་མ་རེད་གསུང་གི་རེད་ད། བྱས་ཙང་དེ་ཡིན་དུས་ག་ལ་ད། སྐྱབས་འགྲོ་གི་འདོན་པ་ཞུ་ཚར་དུས་ད་གཅིག་དེ་རེད་ད། ཁྱེད་རང་ཚོ་སེམས་པ་ན་བཞག་དགོས་ཡ་ད། ཁྱེད་མཆན་བུ་དེ་ཚོ་བལྟས་ཚེ་གོ་བ་ལེན་ཤེས་ན་ཅི་ཞིག་ངས་བཀའ་དྲིན་ལབ་ཀྱི་ཡོད་པ་དེ། དེ་ནི། ད་སེམས་ཅན་ལ་གནོད་པ་མ་བྱེད་སེམས་ཅན་གྱི་འཚེ་བ་སྤང་ཟེར་བ་རེད་པ་ད་དེ་ཡང་ཞེ་དྲག་སྐད་ཆ་རྒྱ་ཆེན་པོ་རེད་ད། ད་ད་ལྟ་གནས་སྐབས་ཅིག་ལ་ཁྱེད་རང་ཚོས་ཧ་གོ་ཐུབ་ཡ་དེ་ག་རེ་ཡོད་རེད་ཟེར་ན། རང་ལ་མི་གཞན་འདྲ་ཅིག་གནོད་པ་སྐྱེས་འོང་ན། དཔེར་ན་རྡུང་ཡ་འདྲ་དང། རང་ལ་ཡ། དེ་ནས་མི་གཞན་འདྲ་ཅིག་གིས་ག་རེ་བྱས་འོང་ན་རང་མ་དགའ་ཡག་གི་རྒྱུ་ཅིག་མི་འདུག་ཨེ། འོ་དེ་དེ་མི་གཞན་འདྲ་ལ་བྱས་ཡིན་གྱི་མ་རེད། ད་དེ་ག་ཙམ་ཞིག་གི་བསམ་བློ་བཏང་ཐུབ་ན་འགྲིག་གི་མེད་འགྲོ། ད་ལྟ་གནས་སྐབས་ཅིག་ལ། དེ་ནས་དགེ་འདུན་ལ། དེ་ནས་སྐྱབས་སུ་འགྲོ་ཚར་བའི་ཤུགས་ཀྱིས་དེ་ལ། གྲོགས་པོ། དེ་ནི་མུ་སྟེགས་པ་དང་མཉམ་དུ་འགྲོགས་མི་ཉན་ཟེར་གསུང་ཡ་དེ། དེ་ནི་སྤྱི་བཏང། ད་བྱ་འཐུང་ཉན་གི་མ་རེད་ཁ་ལག་ཟ་ཉན་གི་མ་རེད་འཆམ་འཆམ་མཉམ་དུ་འགྲོ་ཉན་གི་མ་རེད་ཟེར་གསུང་བ་དེ་ཡིན་གི་མ་རེད་དྲན་གི་འདུག་ངས། གཙོ་བོ་གྲོགས་ཟེར་དུས་གང་ན་རང་རང་སོ་སོ་ལ་སློབ་གསོ་བརྒྱབ་ནས། ཆོས་ཕྱོགས་ཀྱི་སྟེང་ནས་སློབ་གསོ་བརྒྱབ་མཁན། ད་ཡོང་གི་རེད་བ་ཡང་གྲོགས་པོ་ཁ་ཤས་ཨོ་དེ་འདྲས་རུང་གི་མ་རེད་གསུངས་པ་རེད་དེ་དངོས་གནས་འགྲིག་ཡ་ཡོད་རེད་མ་འདི་ལ་འགྲོ་མཁན་གི་མི་དེ་ལ་དེ་ནས་སློབ་གསོ་མ་བེད་ཅི་ན་འགྲོ་སྟངས་གི་སློབ་གསོ་བརྒྱབ་ན་དོན་དམ་མེད་རེད་བ་གོ་ཆོད་གི་མ་རེད་ཁོ་རང་ག་ག་རེད་དེ་རེད་མ་འདི་འགྲོ་མཁན་མ་འདི་ལ་འགྲོ་ཡ་གི་སློབ་གསོ་བརྒྱབ་དགོས་རེད་མ་ཏོ་བེད་ཅི་ན་ད་འགྲོ་ཡ་གི་སློབ་གསོ་བརྒྱབ་ནས་དེ་ནས་གནོད་པ་བསྐྱེལ་ཡ་གི་མ་ཏོ་ཕན་ཐོག་གང་ཡང་མེད་མཁན་བྱ་དགོས་རེད་བ་བྱས་ཙང་ད་དེ་བྱེད་མཁན་གི་མ་རེད། ད་གཙོ་བོ་དེ་འདྲའི་ཅིག་ཁྱེད་རང་ཚར་གོ་ཐུབ་ན། དེ་ནས་དེའི་སྟེང་འདི་ལ། ད་གཞན་དག་གང་ཡང་བྱས་མ་ཤེས་ན་ཡང། སངས་རྒྱས་ཟེར་མཁན་དེ་ལ་དགའ་བོ་བྱས། སངས་རྒྱས་ལ་ད་དད་པ་ཟེར་མཁན་དེ་ཤི་དྲག་སྐད་ཆ་ཡང་ཤུགས་ཆེན་པོ་རེད་དེ་སྐད་ཆ་རྒྱ་ཆེན་པོ་རེད། སངས་རྒྱས་ཟེར་མཁན་དང་ཤཱཀ་ཤ་ཐུབ་པ་ཟེར་མཁན་འདྲ་དང་གཞོན་ནུ་དོན་གྲུབ་ཟེར་མཁན་དེ་ཚོ་དངོས་གནས་ཡག་པོ་རེད་བསམ་ནས་དགའ། དེ་ལ་ཡང་མིག་གིས་མི་ལ་དགའ་ཡང་དང་བཞིན་བྱེད་རོགས་དེ་གཅིག་པ་རེད་ད་དེ་འདྲ་བྱས་ན་འགྲིག་གི་རེད་ད་ལྟ། དེ་ནས་ག་ལེ་ག་ལེ་ག་ལེ་ག་ལེ་སངས་རྒྱས་ལ་དགའ་ཡག་གི་རྒྱུ་མཚན་དེ་རྒྱུ་མཚན་དེ་འདྲའི་སློབ་སྦྱོང་བྱས་ནས། ཁོང་གིས་གསུང་བཞག་ད་གཙོ་ཆེ་བ་ཁོང་གིས་གསུང་བཞག་བོད་ཀྱི་ཆོས་དེ་ཚོ་སློབ་སྦྱོང་བྱས་ནས། དེ་ནས་དེ་ལ་ཡང། དེ་ནས་ཡིད་འཕྲོག་ཟེར་བ་རེད་བ་སེམས་པ་ཤོར་ཟེར་དགོས་ན་ད་པེ་ཧ་ལས་ཧོན་ཐོར་ནས་དེ་ནས་དེ་གསུང་མཁན་གི་ད་གང་ཟག་མི་སངས་རྒྱས་དེ་ལ་ཡ་དགའ་པོ་བྱེད་ཡ་དེ་ད་སངས་རྒྱས་ལ་དད་པ་ཟེར་ནས་སངས་རྒྱས་ལ་དགའ་པོ་ཟེར་ནས་ད་དེ་བྱེད་ཡ་དེ་གནད་འགག་ཆེན་པོ་རེད་ད་དེ་ནས་སངས་རྒྱས་དེ་ལ་སངས་རྒྱས་ལ་དགའ་པོ་བྱེད་ཡ་གི་ཆེད་དུ་དེ་ནས་ཐབས་ཤེས་འདྲ་མི་འདྲ་དེ་འདྲ་བཏང།

སྐྱབས་འགྲོ་ཟེར་དུས་ག་རེ་ཟེར་གི་བ་རེད་ཟེར་ན། དེ་ནི། དཔེར་ན། ཆར་པ་བརྒྱབ་ཡོང་ན། ད་བརླན་པ་ཆགས་ས་རེད་བསམ་ནས་ལམ་སང་ང་ཚོ་གི་ཆར་གདུགས་ཀྱི་འོག་གི་འོག་ལ་འགྲོ་གི་རེད་བ། ཡང་ན་ནི་ཉི་མ་གི་ཚིགས་ང་ཉི་མ་གི་ཚིགས་ས་རེད་བསམ་ན་ཉི་གདུགས། ཡ། ད་ཆར་གདུགས་ཉི་གདུགས་ག་རེ་ཡིན་ན་ཡང།

འདི་རང་ལ་ངས་ཡིད་ཆེས་བྱེད་མཁན་ཡིན། དེ་མ་གཏོགས་དེ་ནི་ཡིད་ཆེས་ངོ་མ་དེ་སུ་གཅིག་ལ་བྱས་ཡ་མི་འདུག་ད་འདི་རང་ལ་ངས་ཡིད་ཆེས་བྱེད་མཁན་ཡིན་ཟེར་ནས་དཔེ་ག་རེ་ཟེར་དགོས་རེད་མཐའ་གཅིག་ཏུ་མགོ་བཏགས་ཡ། དེ་འདྲའི་གཅིག་ལ་སྐྱབས་འགྲོ་ཟེར་བ་གོ་གང་ཟེར་གོ་བ་གླེང་ན་འགྲིག་ག་མེད་འགྲོ་དྲན་གྱི་འདུག་དེ་ནས་དེ་འདྲས་བྱེད་ཡོང་དུས་ད་ཐོག་མར་དཔེ་ན་ཆོས་ལ་སྐྱབས་སུ་འགྲོ་ཟེར་དུས་ག་འདྲས་གཅིག་ལ་བཞག་དགོས་ཀྱི་རེད་ཟེར་ན། དེ་ནས་སྤྱི་དང་ཆོས་ཀྱི་ཕུང་པོ་སྤྲུལ་སྐུ་དང་ཆོས་ལ་ཡང་ད་ག་རེ་ཟེར་ལུང་དང་སྟོབས་ཀྱི་ཆོས་ཟེར་འདྲི་མང་པོ་བཤད་འདུག་ཡིན་ན་ད་དེ་ཚོ་ད་ལྟ་གོ་ཡ་མི་འདུག་དོན་དག་ངོ་མ་ཆོས་ཟེར་མཁན་དེ་དེ་ནི་དངོས་པོ་གི་གནས་ལུགས་མཐར་ཐུག་པ་དེ་ལ་ཡང་མགོ་བཏགས་ཡག་དེ་རེད། དེ་ནས་དཔེར་ན་ཆུ་ཡིན་ན་ཆུ་ཡིན་ན་རློན་པ་ཡིན་པ་ཅིག་ང་ཚོས་མགོ་བཏགས་དགོས་རེད་བ་ཆུ་སྐམ་པོ་ཅིག་ཡོད་མ་རེད་བ་ད།

ད་དེ་དང་དེ་འདྲ་གསུངས་པ་དེ་རིང་གྲོགས་པོ་ཡིན་ན་ཡང་སང་ཉིན་འདྲ་བྱ་འགྲོ་ཡང་འདྲ་བོ། ད་དེ་འདྲའི་དང་དེ་འདྲའི་གང་བྱུང་འདུས་བྱས་ཐམས་ཅད་མི་རྟག་པ་ཡིན་པ་ད། ག་རེ་གསུང་གི་རེད་ཆོས་ཀྱི་གནས་ལུགས་འདྲ་བོ་ཅིག་མ་གསུང་ན་གཅིག་དེ་རེད་བསྡད་པ་རེད་ད་དེ་ལ་ཡིད་ཆེས་བྱེད་ནས་དེ་དངོས་གནས་རེད་དོ། དེ་དངོས་གནས། གང་ཟེར་ད་དེ་རང་རེད་ཤག་བདེན་པ་དངོས་གནས་རེད་ཤག་ཟེར་ནས་དེ་ལ་ཡང་ཡིད་ཆེས་བྱེད་ཡ་དེ་ལ་ལྟོས་ནས་གང་ཟག་ཆོས་ལ་སྐྱབས་སུ་འགྲོ་ཟེར་ད་ད་ལབ་དེ་འདྲའི་ཅིག་ལ་བསམ་བློ་བཏང་ན་འགྲིག་གི་འདུག། ད་དེ་ཙམ་གྱིས་མ་རེད་ད་ཡང། རྒྱུ་བྱས་ཐམས་ཅད་མི་རྟག་པ་ཟག་བྱས་ཐམས་ཅད་སྡུག་བསྔལ་བ་དེ་ནི། གང་ཟག་ཆོས་ཐམས་ཅད་སྟོང་ཆུ་དྭངས་མེད་པ་མྱ་ངན་ལས་འདས་པའི་ཞི་བ་སེང་གེ་འདྲ་བོ་དེ་འདྲ་དང་དེ་འདྲའི་དེ་ནི་ཞི་བྲལ་རིམ་པ་མང་པོ་ཡོད་ད་དེ་ཚོ་ག་ལེ་ག་ལེ་ཁྱེད་རང་ཚ་གོ་གྱི་རེད་དྲན་གྱི་འདུག་གང་ཅེ། ད། ཆོས་ཀྱི་གནས་ལུགས་དེ་དངོས་གནས་དཔེར་ན། མི་ཡིན་ན་ཚ་བོ་ཡིན་པ་དང། ཆོས་ཡིན་ན་གླེན་པ་ཡིན་པ་དེ་གི་ད་ང་རང་ཚོ་མགོ་བསྐོར་གིན་པ་རེད་བ་དེ་ནང་བཞིན་དེ་ནས་སངས་རྒྱས་ཀྱི་ད་ལྟ་གང་ཟག་ཆོས་ཀྱི་གནས་ལུགས་གདུལ་བྱའི་ཐམས་ཅད་མི་རྟག་པ་དེ་དངོས་གནས་ད་དེ་དེ་ཕན་ཆད་བར་བར་དུ་འགྲོ་ཡ་མི་འདུག་བསམ་སོང་འདྲ་བུ་ཡིད་ཆེས་བྱེད་ཡ་དེ་དེ་ནས་གང་ཟག་ཆོས་ལ་སྐྱབས་སུ་འགྲོ། དེ་ནས་ཆོས་དེ་འདྲའི་གསུང་མཁན་གྱི་སྟོན་པ་དགེ་རྒན། གང་ཟག་མི་སློབ་དཔོན་འདྲ་བུ་དེ་སུ་རེད་ཟེར་ན་སང་ཆེ་ཤག་ཤ་ཐུབ་པ་རེད། བྱས་ཙང་སྐད་ཆ་དྲང་པོ་བཤད་མཁན་གྱི་མི་ལ་ཡང་ང་རང་ཚོས་ཕ་ཡིད་ཆེས་བྱས་ཆོག་གི་རོ། དེ་ནང་བཞིན་དེ་ནས་གང་ཟག་སང་ཆེ་ལ་ཡང་ཡིད་ཆེས་བྱས། དེ་ནས་དེ་ཡི་གྲོགས་དེ་ནས་གང་ཟག་ཡིད་ཆེས་དེ་འདྲ་བྱེད་མཁན་གྱི་རོགས་པ་དགེ་འདུན་ད་དགེ་འདུན་དེ་ལ་རིགས་མ་འདྲ་བ་མང་པོ་ཡོད་རེད་དཱ་ཡིན་ན་ཡང་ད་ད་ལྟ་ཁྱེད་རང་ཚོས་གོ་བ་གླེང་སྟངས་གཅིག་ལ་སངས་རྒྱས་ཀྱི་སློབ་མ་གང་ག་ད་དགེ་འདུན་གྱི་གྲལ་པ་རྩིས་བྱས་ནས་འགྲིག་གི་འདུག་དྲན་གི་འདུག་འོ་ད་དེ་གསུམ་ལ་དེ་ནས་སྐྱབས་སུ་འགྲོ་གི་རེད། དེ་ནས་སྐྱབས་འགྲོ་གི་ད་ཆོ་ག་ད་ད་ད་འགོ་བཙུགས་ཡིན། དེ་བྱས་པར་བྱས་པ་ལ་དེ་ནས་བཅའ་ལག་ཁ་ཤས་ཀྱི་ཚང་འགོ་གི་རེད་དཱ། སྟོན་པ་ཤཱཀྱ་ཐུབ་པ་གི་སྐུ་འདྲ་གཅིག་འགོ་གི་འདུག་དེ་ངའི་མདུན་དེ་ན་གཅིག་བཞག་ཡོད། རྒྱབ་ལོགས་དེ་ན་གཅིག་ཡང་འདུག་ད་ག་རེ་ཡིན་ན་འགྲིག་གི་འདུག། དེ་ནས་སྟོན་པ་ཤཱཀྱ་ཐུབ་བུས་ཀྱི་སྐུ་འདྲ་འདི། དེ་ནས་ད་ལྟ། ལྕགས་དང་ཟངས་དང་གསེར་གྱི་བཟོས་བྱས་པ་དེ་འདྲ་མ་ཡིན་པ། སྟོན་པ་ཤཱཀྱ་ཐུབ་པ་དངོས་གནས་རེད། དངོས་གནས་རང་འདི་ན་བཞུགས་ཡོད་བསམ་ནས་ཁྱེད་རང་ཚོས་དེ་འདྲ་བསམ་བློ་བཏང་ཞིང། ཟེར་མཁན་གཅིག་གཉིས་བསམ་བློ་བཏང་ན་འགྲིག་གི་རེད།

སྐྱབས་འགྲོ་དུམ་བུ་ཐོབ་མ་མྱོང་བ་རྣམས་ཀྱི་ཅི་རེད། འོ་ཡ། ད་ཡང་ཚར་ཡོད་མ་རེད་ད། ད་འདི། སྟོན་པ་གི་སྐུ་འདྲ་འདི་སྟོན་པ་མངོན་སུམ་རེད་བསམ་ནས་སྟོན་པ་ཤག་ཆ་ཐུབ་པ་ལ་ཕྱག་གསུམ་འཚལ་ཞུ། ངོ་ཡང། ད་དངོས་གནས་བྱས་ན་པུས་མོ་མ་བཙུགས་ནས་བསྡད་ཡ་རེད་ཤག། ངས་པུས་མོ་བཙུགས་ནས་བསྡད་མ་ཐུབ་ན་ཁྱད་པར་མི་འདུག་ད། དེ་ནས་ལག་པ་ཐལ་མོ་སྒྱེར། ཨུམ། དེ་ནས་ངས་ག་རེ་ལབ་པ་དེ་ཁྱེད་ཚོར་ལབ་ཡ་རེད་རྒྱས་སྡོད་བྱས་ཡ་དེ། འོ་ད་ཁྱེད་བསྡུས་བྱེད་ཤོག་ཨ། བཙུན་པ། དགོངས་སུ་གསོལ། བདག་མིང། འདི་ཞེས་བགྱི་བ། དུས། འདི་ནས་བཟུང་སྟེ། ཇི་སྲིད། བྱང་ཆུབ། སྙིང་པོ་ལ། མཆིས་ཀྱི། བར་དུ། རྐང་གཉིས། རྣམས་ཀྱིས། མཆོག། སངས་རྒྱས་ལ། སྐྱབས་སུ་མཆིའོ། འདོད་ཆགས་དང། བྲལ་བ། རྣམས་ཀྱིས། མཆོག། ཆོས་ལ། སྐྱབས་སུ་མཆིའོ། ཚོགས། རྣམས་ཀྱིས། མཆོག། དགེ་འདུན་ལ། སྐྱབས་སུ་མཆིའོ། བདག། ཇི་སྲིད། འཚོ་ཡི། བར་དུ། སྐྱབས་གསུམ། འཛིན་པའི། དགེ་བསྙེན་དུ། བཙུན་པས། བཟུང་དུ་གསོལ། ཡང་ཚར་གཅིག། བཙུན་པ། དགོངས་སུ་གསོལ། བདག་མིང། འདི་ཞེས་བགྱི་བ། དུས། ད་ནས་བཟུང་སྟེ། ཇི་སྲིད། བྱང་ཆུབ། སྙིང་པོ་ལ། ཕྱིས་ཀྱི། བར་དུ། རྐང་གཉིས་རྣམས་ཀྱིས། མཆོག། སངས་རྒྱས་ལ། སྐྱབས་སུ་མཆིའོ། འདོད་ཆགས་དང། བྲལ་བ། རྣམས་ཀྱིས། མཆོག། ཆོས་ལ། སྐྱབས་སུ་མཆིའོ། ཚོགས། རྣམས་ཀྱི། མཆོག། དགེ་འདུན་ལ། སྐྱབས་སུ་མཆིའོ། བདག། ཇི་སྲིད། འཚོ་ཡི། བར་དུ། སྐྱབས་གསུམ། འཛིན་པའི། དགེ་བསྙེན་དུ། བཙུན་པས། བཟུང་དུ་གསོལ། ད་ཡང་བྱས་ཚར་གཅིག་དེ་ནས་ངས་འདི་ཚར་གསུམ་པ་འདི་གི་རྒྱུགས་ལ་དེ་ངས་འདི་གསལ་འགོལ་གྱིས་དོགས་ཡ་ཡིན་དེ་དུས་དེ་ནས་ཁྱེད་རང་ཚོ་སྐྱབས་འགྲོའི་སྟོན་པ་ཐོབ་པ་རེད། བཙུན་པ། དགོངས་སུ་གསོལ། བདག་མིང། འདི་ཞེས་བགྱི་བ། དུས། ད་ནས་བཟུང་སྟེ། ཇི་སྲིད། བྱང་ཆུབ། སྙིང་པོ་ལ། ཕྱིས་ཀྱི། བར་དུ། རྐང་གཉིས་རྣམས་ཀྱིས། མཆོག། སངས་རྒྱས་ལ། སྐྱབས་སུ་མཆིའོ། འདོད་ཆགས་དང། བྲལ་བ། རྣམས་ཀྱིས། མཆོག། ཆོས་ལ། སྐྱབས་སུ་མཆིའོ། ཚོགས། རྣམས་ཀྱི། མཆོག། དགེ་འདུན་ལ། སྐྱབས་སུ་མཆིའོ། བདག། ཇི་སྲིད། འཚོ་ཡི། བར་དུ། སྐྱབས་གསུམ། འཛིན་པའི། དགེ་བསྙེན་དུ། བཙུན་པས། བཟུང་དུ་གསོལ།

མིང་རེ་རེ་མ་སྤྲད་ཡ་ཡིན། དེ་མིང་འདི་འཇིག་མི་འཇིག་ཁྱེད་རང་ཚོ་བེད་སྤྱོད་བཏང་གོ་མ་རེད་གོ། སྐྱབས་འགྲོ་གི་མིང་ཁྱེད་རང་ཚོ་ཉར་བཞག་ན་འགྲིག་གི་རེད།